ལོ་རྒྱུས་སྔ་ཕྱི་ལྔ་གཉིས་པ་ཡི་ལེའུ་གསུངས་པ། ད་ལྟ་ང་ཚོ་བོ་ལུག་དང་སེ་ལ་གཉིས་ཀྱི་རྩེ་དགོན་ནང་དུ་གཙོ་བོ་དཀོན་མཆོག་ལ་བསྟོད་པ་ཕུལ་བའི་ལོ་རྒྱུས་དེ་ལྟ་གི་ཡིན། བཙོན་པ་གསོ་མཁན་གྱིས་བཀའ་བཞིན་དུ་བསྒྲུབས་ནས་བོ་ལུག་དང་སེ་ལ་རྩེ་དགོན་ཡི་སྦུག་ལ་བཅུག་པ་དང་ཁོང་གཉིས་དྲན་འགྲོ་མ་ཐུབ་བའི་རྐྱེན་གྱིས་དཀོན་པ་ལ་ལྕགས་ཐག་བརྒྱུད་ནས་བཞག་པ་རེད། ནམ་ཕྱེད་ཙམ་ལ་བོ་ལུ་དང་བསེ་ལ་གཉིས་ཀྱིས་སྨོན་ལམ་འདེབས་པ་དང། གཙོ་བོ་དཀོན་མཆོག་ལ་བསྟོད་པ་ཕུལ་ནས་ཞལ་གཏོང་བ་དེ་བཙན་པ་གཞན་རྣམས་ཀྱིས་གོ་བ་རེད། གློ་བུར་དུ་ས་ཡུལ་ཆེན་པོ་ཞིག་ཡོང་པ་དང་རྩེ་གོང་གི་རྩེ་མོ་ནས་མཐའ་མ་བར་དུ་དཀྲུག་དཀྲུག་བཏང་ནས་རྩེ་གོང་ཡི་སྒོ་ཐམས་ཅད་ཕྱེས་པ་རེད། དེས་མ་ཟད་བཙན་པ་རྣམས་ཀྱི་སྐྱག་སྒྲོ་ཡང་ཁྲིད་པ་རེད། དེ་ནས་བཙན་པ་སྲུང་མཁན་གནས་བསད་པ་དང་བཙན་ཁང་ཡི་སྒོ་ཐམས་ཅད་ཕྱེ་ཡོད་པ་མཐོང་བ་རེད། དེ་ནས་ཁོང་གིས་བཙན་པ་རྣམས་བྲེལ་འགྲོ་ཚར་རེད་ཞེས་བསམ་ནས་རལ་གྲི་བསྟན་ནས་རང་སྲོག་བཅད་སྒྲུག་བྱས་པ་རེད། པའུ་ལུ་ཡིས་སྐད་ཤུགས་ཆེན་པོ། ཁྱེད་ཀྱིས་རང་ལ་གནས་མ་བྱས། ང་ཚོ་བཙན་པ་ཐམས་ཅད་དེ་ལ་ཡེ་ཞེས་གསུངས་པ་རེད། བཙན་ཁང་སྲུང་མཁན་གྱིས་ཕྱི་མར་ཕྱི་དགོས་པའི་བཀའ་གནང་ནས་བཙན་ཁང་ནང་དུ་བཅུག་འགྲོ་བ་རེད། དེ་ནས་ཁོས་ཞེད་སྣང་སྐྱེས་ནས་མདའ་གསོལ་བརྒྱབ་སྟེ་བོ་ལུ་དང་སེ་ལ་ཡི་དྲུང་དུ་ཕྱག་འཚལ་བ་རེད། ཁོ་རྣམས་ཕྱི་རོལ་ལ་ཁྲིད་ནས་བཙན་པ་སྲུང་མཁན་གྱིས་རྒན་ལགས། ད་བར་ཐོག་དགོས་ན་ངས་ག་རེ་བྱེད་དགོས་སམ་ཞེས་སྐད་ཆ་དྲིས་པ་རེད། དེ་ནས་པོ་ལུ་དང་སེ་ལ་གཉིས་ཀྱི་ལན་དུ། ཁྱེད་ཀྱིས་གཙོ་བོ་ཡེ་ཤུ་ལ་དད་པ་བྱས་པ་ཡིན་ན། ཁྱེད་དང་ཁྱེད་ཀྱི་ནང་མའི་ཚོང་མ་ལ་ཐར་པ་ཐོབ་གི་རེད་ཞེས་གསུངས་པ་རེད། པོ་ལུ་ཡིས་ཁོང་དང་ཁོང་གི་ནང་མའི་ཚོང་མ་ལ་གཙོ་བོ་དཀོན་མཆོག་གིས་བཀའ་གསུངས་པ་རེད། བཙོན་པ་གསོ་མཁན་གྱིས་པོ་ལུ་དང་སེ་ལ་ཡིས་དམག་ཁྲིད་པ་དང་མཚན་མོ་དེའི་རང་ལ་ཁོང་དང་ཁོང་གི་ནང་མའི་ཚོང་མ་ལ་ལག་ཟངས་ཁྲི་སྲིབ་གནང་བ་རེད། དེ་ནས་བཙོན་པ་སྲུང་མཁན་གྱིས་པོ་ལུ་དང་སེ་ལ་རང་གི་ནང་དུ་ཁྲིད་ནས་ཞལ་ལག་བཅག་པ་དང། དཀོན་མཆོག་ལ་དད་པ་བྱས་ནས་དད་ལྡན་འབྱོར་བ་དང་རང་དང་ནང་མི་ཐམས་ཅད་ཧ་ཅང་དགའ་པོ་བྱུང་བ་རེད། དེའི་བཞུགས་སྐྱེས་ལྔ་བོ། འཁྲུག་དཔོན་རྣམས་ཀྱིས་བཙོན་པ་སྲུང་མཁན་རྩ་ལ་ལས་བྱེད་པ་ཁ་ཤས་མངགས་ནས་མི་དེ་གཉིས་གློད་གྲོལ་གཏོང་དགོས་པའི་བཀའ་བསྩལ་བ་རེད། བཙན་པ་སྲུང་མཁན་གྱི་བོད་ལུགས་ལ། འཁྲུལ་དཔོན་རྣམས་ཀྱིས་ཁྱེད་དང་བསྲེས་ལ། རང་དབང་དུ་སླེབས་དགོས་པའི་བཀའ་གནང་ཀྱང། ད་ལྟ་ཁྱེད་འགྲོ་ན་འགྲིག་གི་རེད། ཞི་བདེའི་ངང་དུ་ཕེབས་རོགས་ཞེས་ཞུས་པ་རེད། ཡིན་ན་ཡང་བོད་ལུགས་ཡི་ལས་བྱེད་པ་རྣམས་ལ་ལན་དུ། ང་ཚོའི་རང་མིའི་སྲིད་གཞུང་ཡི་གོང་མི་ཡིན་ན་ཡང། འཁྲུལ་དཔོན་རྣམས་ཀྱིས་ང་ཚོའི་འཁྲུངས་ར་ལ་མ་ཁྲིད་པར་མི་མང་རྣམས་ཀྱི་མདུན་དུ་བརྡུང་ནས་རྩེད་ཁང་ལ་བླུགས་ཀྱང། ད་ལྟ་ཁྲུའུ་པེན་རྣམས་ཀྱིས་ང་ཚོ་ཁུ་སིམ་མེའི་ངང་ནས་གློད་འདོད་ཡོད་པ་རེད། དེ་འདྲ་མ་རེད། ཁོ་ཚོ་རང་ནས་ཡང་ནས་ང་ཚོ་བཙན་ཁང་ཡི་ཕྱི་ལ་འཁྲིད་དགོས་ཞེས་གསུངས་པ་རེད། ལས་བྱེད་པ་རྣམས་ཀྱིས་པོ་ལུ་དང་སེ་ལ་གཉིས་ཀ་རང་མེད་པ་ཡི་ཁོངས་མི་ཡིན་པ་དེ་ཁྲུའུ་པེན་རྣམས་ལ་བཤད་པ་དང་ཁོ་ཚོ་དེའི་ཐད་ནས་ཞེད་སྣང་ཆེན་པོ་བྱེད་པ་རེད། དེ་ནས་ཁྲུས་དཔོན་རྣམས་ཡོང་ནས་ཁོང་གཉིས་ལ་དགོངས་དག་བྱས་ཏེ་རྩེད་ཁང་ཡི་ཕྱི་ལ་འཁྲིད་པ་དང་དྲུང་ཆེ་དེ་གཉིས་ཕར་ཕེབས་པའི་ཞོར་བ་འཐེན་པ་རེད། པོ་ལོ་དང་སེ་ལ་གཉིས་རྩེད་ཁང་ནས་འཐེན་ཏེ་ལེ་དེ་ཡཱ་ཡི་ཁང་པ་ལ་ཕེབས་པ་རེད། དེ་ལ་དད་པ་བྱེད་མཁན་བུ་དང་བུ་མོ་ཚང་མ་འཛོམས་པ་དང། ཁོ་ཚོ་ལ་བློ་ཁོག་ཆེན་པོ་བྱེད་དགོས་པའི་སེམས་ཤུགས་སྤྲད་ནས་དྲུང་ཆེ་དེ་གཉིས་འཐེན་འགྲོ་བ་རེད།